ལོ་བརྒྱའི་སུམ་ཅུ་པ་ཡི་ལེའུ་དང་པོ། ལྷན་རྒྱས་ནང་པ་བཀྲ་ཤིས་དེ་ལས་ད་ལྟ་ང་ཚོ་ཤེས་ཀྱི་གསར་པ་ནང་དུ་གཙོ་བོ་ཡེ་ཤུ་མ་ཞུ་ཀ་སྐུ་འཁྲུངས་བའི་ལོ་རྒྱུས་དེ་ལྟ་གི་ཡིན་ཡིན་ན་ཡང་ད་ལྟ་ང་ཚོ་ཁྲི་སི་མཁན་ཡོ་ཧན་རྣམས་ཀྱི་སྐོར་ཕུ་ནག་གིས་ཁོང་འཁྲུངས་བའི་སྐོར་བཀའ་གནང་བའི་ལོ་རྒྱུས་དེ་ལྟ་གི་ཡིན། ཡ་ཧུ་དཱ་པ་ཡི་རྒྱལ་པོ་ཧེ་རོ་ཡིན་པའི་སྐབས་སུ་ཆོས་དཔོན་ཞིག་གི་མིང་ལ་ཟེ་ཀ་ར་ཡ་ཟེར་བ་རེད། ཁོང་དང་གཟུགས་ཁོང་གི་སྐྱེས་དམན་ཨེ་ལི་ཛ་བཱ་ནི་ཆོས་དཔོན་ཆེན་མོ་ཨ་རམ་གྱི་མི་རྗེ་རེད། ཁོང་གཉིས་ཀྱིས་ལྷ་བསང་གནམ་བདག་དང་གྲོང་འབུ་གྲོང་ཤར་གྱི་དཀོན་མཆོག་ལ་ཞུམ་བྱེད་ཞུ་གི་ཡོད། འོད་ཀྱང་ཁོང་གཉིས་ལ་སྤུ་གི་ཡོད་མ་རེད། གང་ཡིན་ཟེར་ན། ཨི་ལི་ཛ་བྷ་ལ་སྤོ་སྒུལ་བྱ་ཡ་མེད་པ་དང་ཁོང་ནི་རྒན་གོག་ཆགས་ནས་སྤོ་སྒུལ་གཅིག་ཀྱང་མེད་པ་རེད། ཉིན་ཞིག་ཆོས་དཔོན་ཛ་ཀེ་རེ་ཡ་དཀོན་མཆོག་གི་མཆོད་ཁང་ནང་དུ་དམ་པའི་ཡི་གནས་སུ་པེ་ས་ཇི་ལ་འགྲོ་དགོས་བྱུང་བ་རེད། མི་རྣམས་ཀྱིས་ཕྱི་ལོགས་ལ་སྨོན་ལམ་ཞུ་བ་དང་བསྟོད་པ་ཕུལ་བ་ལ་བཙོང་བའི་སྐབས་སུ། ཆོས་དཔོན་ཛ་ཀ་རེ་ཡ་གཅིག་པུ་དམ་པའི་ཡི་གནས་སུ་དཀོན་མཆོག་ལ་དཔེ་ཕུལ་བར་འགྲོ་བ་རེད། དེ་ནས་ཁྱོད་ཁྲི་ཡི་གཡས་འཁྱུགས་སུ། ཡ་ཧོ་ཝཱ་ཡི་ཕུ་ནག་ཞིག་ཁོང་ལ་བསྔོས་པ་རེད། ཁོང་གིས་ཕུ་ནག་དེ་མཐོང་བ་དང་ཧམ་བསམ་ནས་ཞེད་སྣང་སྐྱེས་པ་རེད། འོན་ཀྱང་ཕུ་ནག་གིས་གསུངས་པ། ཟེ་ཀ་རེ་ཡཱ་ལ་ཞེད་སྣང་མ་བྱེད། ཁྱེད་ཀྱི་སྨོན་ལམ་དེས་འགྲུབ་ཡོད། ཁྱེད་ཀྱི་སྐྱེས་དམན་ཨེ་ལི་ཛ་བཱ་ལ་སྤུ་གུ་ཞིག་ཆགས་ཀྱི་རེད། སྤུ་གུ་དེས་སྤུ་ཞིག་བྱེད་ཀྱི་རེད། ཁོང་གི་མིག་ལ་ཡོ་ཧ་ནན་ཞེས་བཏགས། ཁྱེད་གཉིས་ལ་པུ་ཞིག་བཅས་པ་ཟ་དགའ་སྤྲོ་ཆེན་པོ་བྱུང་བ་མ་ཟད་མི་མང་རྣམས་ལའང་ཟ་དགའ་སྤྲོ་ཆེན་པོ་ཡོང་གི་རེད། ཁོང་ནི་ཡ་ཧོ་ཝཱ་ཡི་འདེམས་དོ་ཟ་མི་གལ་ཆེན་པོ་ཞིག་ཡིན་ཙམ་ཆུང་རགས་རྩ་བ་ནས་མཐོང་གི་མ་རེད། ཁོང་མ་འཆི་སྔོན་དུ་དམ་པའི་ཐུགས་ནས་ཆོད་པ་དང། ཁོང་གིས་ཨིསི་རཱཨེལ་པ་མི་མང་པོ་ཞིག་ཡ་ཧོ་ཝཱ་དཀོན་མཆོག་གི་འདེམས་དུ་འཁྲིད་འགྲོ་གི་རེད། ཁོང་གིས་ཡ་ཧོ་ཝཱའི་སྟེང་དུ་ལང་ཀ་ཞིག་གྲ་སྒྲིག་བཟོ་བ་དང་ཁོང་ལ་ལུས་རྟེན་པ་ཨེ་ལི་ཡཱབ་ལྟ་བུ་སེམས་ནུས་དང་ནུས་མཐུ་ལྡན་པ་ཞིག་ཡོད་པ་རེད། ཁོང་གིས་ཕ་མ་དང་སྤོ་བོ་བ་ལ་ཞི་བདེ་ཡོང་བ་བཟོ་བ་དང། མི་མང་རྣམས་གྲོང་སྡེ་ཆེའི་སྐར་གྲངས་ལ་སོང་བའི་སློབ་ཁྲིད་གནང་གི་ཡོད། ཁོང་གིས་ཡ་ཧོ་ཝཱའི་སྟེང་དུ་མི་མང་རྣམས་གྲ་སྒྲིག་བཟོ་གནང་གི་ཡོད། གཟའ་ཀཱི་ར་ཡའི་ཆེས་སུ་ཕུག་ན་ལ་ཞུ་པ། ང་རང་རྒན་གོག་ཆགས་ཡོད་པ་མ་ཟད་ང་ཡི་སྐྱེས་མའི་ཀྱང་སུ་རྒན་གོག་ཆགས་ཡོད་ཙང་ངའི་སྐད་ཆ་དེ་ལ་སུ་ག་འདྲ་སུ་ཡིད་ཆེས་བྱེད་ཐུབ་ཀི་རེད། ཕུག་ན་ཡིས་གསུངས་པ། ང་ནི་དཀོན་མཆོག་གི་དྲུང་དུ་ཡོད་པའི་ཕུག་ན་གེ་བི་རེ་ཡལ་ཡིན། དཀོན་མཆོག་གིས་སྟངས་བཟང་དེ་ཁྱེད་ལ་བཤད་བའི་ཆེད་དུ་ང་མངགས་བྱུང། ད་ཁྱེད་ཁ་ཁུ་སིམ་མེར་བསྡད་དགོས་ཁྱེད་ཀྱིས་ང་ཡི་བཀའ་ལ་ཡིད་ཆེས་བྱས་མེད་ཙམས་ཡོ་ཧ་ན་མ་བྱས་བར་དུ་ཁྱེད་ལྐུགས་པ་ཆགས་ཀྱི་རེད་ཞེས་གསུངས་སོ། མི་མོ་རྣམས། ཁྱོད་དཔོན་བཟའ་ཀ་རེ་ཡ་ཆོས་ཁང་གི་ཕྱི་ལོགས་ལ་ཡོང་བའི་ཆེད་དུ་སྒུག་བསྡད་པ་དང། ཁོང་ག་རེ་བྱས་ནས་ཆོས་ཁང་ནང་དུ་དུས་ཚོད་ཡུན་རིང་པོ་འགོར་བ་རེད་ཞེས་བསམས་པ་རེད། ཁོང་མཆོད་ཁང་གི་ཕྱི་ལོགས་ལ་འཐེན་པ་དང་ཟ་ཁ་གྲ་ཡ་མི་རྗེ་བཀོད་པ་ཆགས་པ་དེས་མི་མང་རྣམས་ཀྱིས་ཁོང་མཆོད་ཁང་ནང་དུ་འཚང་སྣང་ཞིག་མཐོང་ཡོད་པ་དེ་ཧ་གོ་བ་རེད། དེ་ནས་ཁོང་གི་མཆོད་ཁང་ནང་དུ་ཞུམ་ཕྱིར་བྱས་ནས་ལས་ཀ་གཙང་མ་བྱས་ཚར་བའི་རྗེས་སུ་སོ་སོའི་ནང་དུ་ལོག་འགྲོ་བ་རེད། དེའི་རྗེས་སུ་ཨེ་ལི་ཛ་བྷ་ལ་སྤུ་གུ་ཆགས་པ་དང་གོང་ཟླ་བ་ལྔ་རིང་སོ་སོའི་ནང་དུ་བསྡད་ནས་ཡ་ཧོ་ཝཱ་དཀོན་མཆོག་ལ་ཤོད་པ། ཡ་ཧོ་ཝཱ་དཀོན་མཆོག་གིས་ང་ལ་སྙིང་རྗེ་གནང་གིན་འདུག་ཁོང་གིས་མི་མང་སྤྱི་དང་ང་ཡི་ངོ་ཚ་དེ་མེད་པ་བཟོ་གནང་སོང་ཞེས་ཤོད་པ་རེད།